ཚང་མ་ཁམས་བཟང། ཚང་མས་ངོགས་རེའི་གྱེར་འདོན་གླིང་གི་འཕྲིན་ཐག་ལ་ཐུགས་ཁུར་དང་རྒྱབ་སྐྱོར་གནང་རོགས། དེ་རིང་ཡང་མུ་མཐུད་དུ་ཨ་ཁུ་རྒྱལ་སྒྲོལ་ཚང་གི་བརྩམས་གནང་མཛད་པའི། ལྷ་འདྲེའི་བསད་པའི་བདག་གིར་བྱས་པའི་ལྷ་ས། ཞེས་པའི་དེབ་འདི་ཀློག་འདོན་བྱེད་ཀྱི་ཡིན། ཚང་མས་ཐུགས་འདུན་དང་འཚམས་པར་སྨོན། དབུ་ལ་ལྕགས་ཀྱི་སྡེར་མོ་ཟུག་པའི་ས་འཛིན་ལྕགས་པོ་རི། ཕོ་བྲང་པོ་ཏཱ་ལའི་ནུབ་ངོས་སུ་ལྕགས་པོ་རི་དང་ཕོ་བྲང་གཉིས་ཀྱི་བར་བྲག་སྒོ་གང་ན་མཆོད་རྟེན་གསུམ་འབྲེལ་ནས་ཡོད། དེ་དང་འབྲེལ་བའི་ཕོ་བྲང་པོ་ཏཱ་ལའི་དམར་པོ་རི་དང། ལྕགས་པོ་རི། བོང་བ་རི་བཅས་གསུམ་ནི་རིགས་གསུམ་མགོན་པོའི་བླ་རི་དང། དེའི་དབྱིབས་ནི་ཕོ་བྲང་པོ་ཏཱ་ལ་གླང་ཆེན་བཀྲེས་ལ་བཏགས་པ་འདྲ་བ། ལྕགས་པོ་རི་ནི་སེང་གེ་གནམ་ལ་མཆོངས་པ་འདྲ་བ། བོང་བ་རི་ནི་སྟག་མོ་ཚང་ལ་འཛུལ་བ་ལྟ་བུ་ཡོད་ཅེས་བཤད་སྲོལ་ཡོད། ལྕགས་པོ་རི་དེ་ཕྱག་ན་རྡོ་རྗེ་བླ་རི།

བྲག་ལྷ་མགོན་པོ་ཡོད་པའི་བྲག་ལྷ་དང་ཀླུ་རྒུག་ཅེས་པ་སྒྲ་འགྱུར་ནས་ཀླུ་རྒུག་ཏུ་གྱུར་ཟེར། དེའང་མ་འོངས་པ་ན་བྲག་ལྷ་ཀླུ་རྒུག་གི་བྲག་ལྡེབས་སུ་བཞུགས་ཡོད་པས་ཅོ་ཤག་སྐྱ་མི་གནས་ཏེ། སྐག་གཟུགས་ཆ་ཚང་ངོ་མི་སྐབས་ལྷ་ས་ཆེས་འཇིགས་ངེས་ཡིན། ད་ལྟ་བྲག་ལྷ་ཀླུ་རྒུག་ཏུ་ཀླུའི་གཟུགས་བརྙན་ཕྱག་གཡས་པ་མགོ་བོ་སྤར་མོས་བཀབ་ནས་གཙུག་ལག་ཁང་ལ་ཞལ་ཕྱོགས་ནས་ཡོད་པས། ཅུང་ཤག་སྐྱ་མི་སྣས་གླུ་ཡུལ་དུ་གདན་འདྲེན་ཕྱི་རྒྱུར་ཞལ་རབས་བྱས་ཏེ་བསྒུགས་ནས་བཞུགས་ཡོད་པར་གྲགས། དེ་ཡང་ཐོག་མར་དུས་རབས་བདུན་པའི་ནང་རྒྱལ་ལོ་སྲོང་བཙན་སྒམ་པོའི་རིགས་མཐུན་གྱི་བཙུན་མོ་གསུམ་གྱི་ཡལ་གྱལ། མི་ཉག་རྒྱ་བོའི་སྲས་མོ་རི་ཡོངས་བཟའ་རྒྱ་མོ་བཙུན་གྱིས་བྲག་ལྷ་མགོན་པོའི་ལྷ་ཁང་བཞེངས། བྲག་ལྷ་ལི་སྐུ་གི་སྐུ་རང་བྱོན་རྣམས་ཞྭ་ལོར་བསྐོས་ཏེ། བྲག་བྱེ་བྲས་རིར་བསྐོས་པ་ལ་རྔམ་པ་ཚ་བྲས་རེ་བརྒྱུད་ནས། བྲག་ལྷ་སྐོར་སྐང་བསྐོས། འདིས་བྲག་ཁུང་ཐམས་ཅད་ནག་པོ་འབའ་ཞིག་སྟེ། སུ་ཞིག་གིས་མཚོན་ནག་པོ་བསྐུས་པ་འདྲ། ཡིན་ནའང། རྩལ་བཅད་པ་ན་དེ་ནི་རང་བྱུང་ཡིན་ཟེར། དེའི་རྒྱུ་མཚན་མ་ཤེས་མོད། བྲག་ནག་པོ་སྣག་ཚ་བསྐུས་པ་འདྲ་བ་མཐོང་བ་ཐེངས་དང་པོ་ཡིན། དེའི་ཉེ་འགྲམ་དུ་རྒྱལ་པོ་སྲོང་བཙན་སྒམ་པོའི་མོ་གཟའ་འཁྲིབ་ཅན་གྱི་བཞུགས་གནས་སུ་ཕོ་བྲང་བཞེངས་པར་བྲག་ལྷ་བཀྲ་ཤིས་གཞལ་ཡས་ཁང་ཟེར། གོང་རི་ཀོང་བཙུན་འཁྲུངས་ས་ཡང་གནས་འདི་ཡིན་ཟེར། བྲག་ཕུག་ནང་གི་རྟེན་གཙོ་བོ་ནི་ཇོ་བོ་ཤཱཀྱ་སྐྱ་མི་ནི་སྐུ་འབུར་གཟུགས་སུ་ཡོད་ལ་མཐའ་སྐོར་དུ་སྐོར་ལམ་ཡོད། སྔར་བྲག་ཕུག་ཡིན་ཞིང་རྗེས་སུ་ལྷ་ཁང་བཞེངས། རྡོ་བརྐོས་སྐུ་བརྙན་མང་བོ་མཇལ་རྒྱུ་ཡོད། བྲག་ཕུག་གི་མདོར་ལྷ་ཁང་ག་གཉིས་པ་དང་རྟ་མགྲིན་སྒྲུབ་ཕུག། མཚན་ཁང། རྗེས་སུ་ལྷ་ས་སྨན་རྩིས་ཁང་གི་དབུ་འཛིན་མཁྱེན་རབ་ནོར་བུའི་གྲུབ་ཐོབ་ལྷ་ཁང་གསར་བཞེངས། རི་དེའི་རྒྱབ་མདུན་གཉིས་ཀ་ནས་ཆུ་མིག་བདུད་རྩིའི་སྨན་ཆུ་འབབ་ཅིང། ཆུ་དེ་ནི་ཡན་ལག་བརྒྱད་དང་ལྡན་པས་དེ་སྔ་ནོར་གླིང་དང་རྩེ་ཕོ་བྲང་སོགས་ཀྱི་གསོལ་ཆུབ་ཀྱང་དེ་ནས་ལེན། ལྕགས་པོ་རི་དང་དམར་བོ་རི་གཉིས་ཀྱི་བར་གྲོག་རྒོད་བཀག་ནས་མཆོད་རྟེན་གསུམ་འབྲེལ་ནས་ཆགས་ཡོད། དེ་ལྷ་ས་གྲོང་ཁྱེར་གྱི་ནུབ་ཕྱོགས་རྒྱ་སྒོ་ལྟ་བུ་ཤིན་ཏུ་བརྗིད་ཆགས་པ་ཞིག་ཡིན། གྲོག་རྒོད་བཀག་ནས་ལོ་རྒྱུས་ཤིན་ཏུ་རིང། སྔར་ལྕགས་པོ་རི་དང་དམར་བོ་རི་གཉིས་འབྲེལ་ཞིང། ལོང་བོ་ཆེ་དང་སེང་གེ་འཇིགས་མ་འབྲེལ་ནས་ཆགས་ཡོད་པས། རྒྱ་བཟའ་ཨན་ཤིང་ཀོང་ཇོ་རྣམ་པའི་ས་བཤད་དང། རྒྱ་གར་པཎ་གྲི་ད་ཏི་ཧར་ནག་པོའི་ཟག་བྱེད་གཉིས་ལྟར་ན། རི་སྣ་གཉིས་འབྲེལ་ཡོད་པ་དེ། ཡུལ་དེའི་མི་རྒྱུད་ཤེས་ཡོན་འཛོམས་ཤིང། འཇོན་ཐང་ཆེ་རུ་བྱེད་ལ། རི་སྣ་ཕན་ཚུན་ཁྱད་ན་མི་ལེགས་པར་བྱེད། དུས་རབས་བརྒྱད་པའི་ནང་རྒྱ་བཟའ་ཀྱིམ་ཤང་ཀོང་ཅུས་རང་གི་བོད་ཁྲི་སྲོང་ལྡེ་བཙན། བཙུན་མོ་སྣ་ནུམ་བཞིན་འཕྲོག་པའི་ལན་དུ་བོད་ཀྱི་རགས་བཤད་བཟང་བོ་ཁག་ཅིག། རི་སྣ་བཅད་པའི་ཁོང་ཚུར་ཆུད། རྗེས་སུ་མགྱོགས་པ་སྐྱེས་ནས་ཉམས་གསོ་བྱེད་ཆེད་དམར་པོ་རི་དང་ལྕགས་པོ་རི་གཉིས་ཀྱི་བར་མཆོད་རྟེན་བཞེངས་པར་གྲགས། མཆོད་རྟེན་དེར་ལོ་རྒྱུས་ཐོག་སྔར་རྗེས་ཉམས་གསོ་ཐེངས་ལྔ་ཙམ་གནང་འདུག། དུས་རབས་བརྒྱད་པའི་ནང་གཡུ་ཐོག་རྙིང་མ་ཡོན་ཏན་མགོན་པོས་མཛད་པའི་རྒྱུད་བཞིའི་མ་ཕྱི་ནང་གསལ་མའི་བྱུང་ཁུངས་ལུས་ཐོག་གི་རྩམ་དྲིལ་ལས། གོང་རིམ་ནི་མཁས་དབང་ཀྲང་ཏི་དཔལ་ལྡན་འཚོ་བྱེད་དང། ཞིང་སར་གནམ་ནས་སོགས་ཀྱིས་མཛད་པའི་དཔེ་རིས། ཐོན་པའི་རྨ་འཐུང་རེ་ཟུང་ཡོད་པའི་རྨང་གཞིའི་ཐོག་རྨ་ནག་གཞུང་དང་ལག་བསྟར་དངོས་ཟུང་འབྲེལ་གནང་ནས། རྨ་འཐུང་མཚོན་ཁྲ་སྔོ་སྦྲང་དོ་ནུར་ཀུ་དང་བླ་རྒྱལ་གྱི་ཐང་ག་གཅིག་བཅས་བརྒྱད་ཅུ་ཐམ་པ་གསར་བཞེངས་མཛད། གཅིག་བཞི་སུམ་ཅུ་ཐམ་པ་ལོར། གྲུབ་པའི་དབང་ཕྱུག་ཐང་སྟོང་རྒྱལ་པོ་དགུང་གྲངས་བདུན་ཅུར་ཕེབས་སྐབས། གྲུབ་རྐང་རྟ་ན་སྡུག་པ་དེ་ཉིད་ཕྱག་བཏབ་ནས་ཡུན་རིང་བོར་བཞུགས་པར་མ་ཟད། རི་དེ་ཡི་སྟེང་དུ་ཁ་ནག་གཉན་ཆེན་དམ་ལ་བཏགས། རྒྱལ་དབང་སྐུ་འཕྲེང་ལྔ་ཡི་སྐབས་གསོ་རིག་སློབ་གྲྭ་མང་བོ་བཙུགས་ཏེ། དཔེར་ན་འབྲས་སྤུངས་སུ་དགའ་ལྡན་ཕོ་བྲང་ནུབ་མར་ཉི་ཐང་ཞབས་དྲུང་བློ་བཟང་རྒྱ་མཚོ་དང། ཞང་བོའི་རྟ་འཛིན་དར་རྒྱས་ཀྱིས་དོ་དམ་བྱེད་པའི་གསོ་རིག་འགྲོ་ཕན་གླིང་བཙུགས་པ་དང། དེ་བཞིན་གཞི་རྩའི་བསལ་འདེམས་སྤྱིར་འཚར་འོང་བའི་དོ་དམ་བྱེད་པའི་གསོ་རིག་གྲངས་སོང་འདུས་པའི་གླིང། སྐྱེ་ལྷ་དབང་ལྕོག་ཏུ་བྱང་ངོས་པ་དང། དར་མོ་སྨན་རི་པ་བློ་བཟང་ཆོས་གྲགས་ཀྱིས་དོ་དམ་བྱེད་པའི་གསོ་རིག་སློབ་གྲྭ་བཙུགས་ཡོད་ཀྱང། མཐར་ཡུན་རིང་གནས་མ་ཐུབ། རྒྱལ་དབང་སྐུ་འཕྲེང་ལྔ་བར་དགོངས་པ་རྫོགས་རྗེས་བོད་རབ་བྱུང་བཅུ་གཉིས་པའི་མེ་བཞི་སྤྱི་ལོ་གཅིག་དྲུག་དགུ་དྲུག་ལོར། སྨན་རྒྱལ་སྡེ་སྲིད་སངས་རྒྱས་རྒྱ་མཚོས་སྨན་པའི་སློབ་གྲྭ་ལྕགས་རི་འབེན་དར་ཡ་ལྟ་ན་ངོ་མཚར་འགྲོ་ཕན་རིག་བྱེད་ལག་བླངས་བྱས་པ་གཤེགས་བསྟབས། སློབ་གྲྭའི་སློབ་དཔོན་དུ་སྨན་པ་འབུམ་རམས་པ་བློ་བཟང་ཆོས་གྲགས་དང། འགྲམ་པ་དགེ་སློང་བློ་བཟང་ངག་དབང་གཉིས་བསྐོས། བདེ་གསོལ་སངས་རྒྱས་རྒྱ་མཚོའི་གསོ་རིག་སྐོར་རྒྱུད་བཞི་འགྲེལ་བ་འབེན་དར་ཡར་སྔོན་པོ་དང། མན་ངག་ལྷན་ཐབས། དེ་མིན་ཆུ་ཟགས་སྤྱོད་པའི་རལ་གྲི། གསོ་རིག་ཁོག་དབུབ་དྲང་སྲོང་རྒྱས་པའི་དགའ་སྟོན་རྩེ་གཞུང་འབེན་དར་ཡ་དཀར་པོ། འབེལ་དཀར་གཡའ་སེལ་སོགས་སྦྱར་རྩོམ་མཛད། འདི་ལྟར་ལྕགས་པོ་རའི་ལོ་རྒྱུས་བཤད་ན་འདི་ནི་སངས་རྒྱས་སྨན་བླའི་བླ་རི་ཡིན་ཞེས་བཤད་ན་འགྲིག། འོན་ཀྱང་སངས་རྒྱས་གང་ཞིག་གི་བླ་རི་ཡིན་པ་གལ་ཆེ་བ་ཞིག་གཏན་ནས་མིན། འོ་ན་བླ་རི་ཡིན་ཟེར་བ་མང་བོ་ཞིག་ཡོད་ཀྱང། འདི་ལྟ་བུའི་གསོ་བ་རིག་པ་དར་བའི་རི་ཞིག་དཀོན་པས། འདི་ནི་བླ་རི་ཞིག་མིན་ཀྱང་བླ་རི་ཞིག་ལས་གལ་ཆེ་བ་རེད། མདོར་ན་སྨན་གྱི་སློབ་གྲྭ་དེ་ནས་ཕུལ་བྱུང་སྨན་རིག་པ་ཆེས་མང་བོ་ཐོན་ནས་བོད་ཀྱི་གསོ་བ་རིག་པ་དེ་སྔར་བས་དར་རྒྱས་ཕུན་སུམ་ཚོགས་སུ་ཕྱིན། དབུས་གཙང་ཙམ་མ་ཟད་མདོར་མུལ་ཁུལ་དང་ཕྱི་ཟོག་ལ་སོགས་པ་གང་སར་ཁྱབ་ཅིང། ལུས་རྒྱུན་ཕན་བདེ་གནས་ལ་ཆེས་སྨན་པ་སོགས་དགེ་མཚན་ཤིན་ཏུ་ཆེའོ། གཅེར་གུ་དཀྲུག་དཀྲུག་ལོར། རིག་གནས་གསར་བརྗེའི་སྐབས་བྲག་ལ་འབུར་བརྐོས་ཡིན་པའི་ནང་རྟེན་ཕུད། དེ་ལས་གཞན་པ་མཐའ་དག་རྩྭ་མེད་དུ་བཏང། ད་ལྟ་སླར་ཡང་བསྐྱར་བཞེངས་བྱས་འདུག་མོད། སྔོན་གྱི་གསོ་བ་རིག་པའི་སློབ་གྲྭའི་ཤུལ་དེ་ངས་རྙེད་མ་བྱུང། ཨོ་བརྗེད་འདུག། ལྷ་ཁང་དེའི་ཉེ་སའི་བྲག་ལྷ་ངུའི་ཐང་གི་སྟར་ཁའི་སྡོང་བོ་ཡོད་ས་དེ། རྒྱ་བཟའ་བསུ་བའི་གྲུ་བྱེད་ས་དང། ལྕགས་པོ་རིའི་རགས་རིམ་གཡོ་ངོས་སུ་པཎ་ཆེན་སྐུ་འཕྲེང་བཅུ་བ་རྗེ་བཙུན་བློ་བཟང་འཕྲིན་ལས་ལྷུན་གྲུབ་ཆོས་ཀྱི་རྒྱལ་མཚན་མཆོག་གི་བཞུགས་ལྷིང་རྡོ་རྗེའི་ཕོབ་གྲངས་ཡོད། ད་ལྟ་ལྕགས་པོ་རིའི་རྩེ་ན་ལྕགས་ཀྱི་རྐང་གསུམ་ཞིག་ལྷང་འདུག། ང་ལྕགས་པོ་རིའི་རྩེར་སོང་ནས་ལྷ་ས་གྲོང་ཁྱེར་ལ་ལྟ་འདོད་ཀྱང། སྔོན་བྱོན་གསོ་བ་རིག་པའི་མཁས་པ་དག་གི་བྲག་ལ་བབས་པའི་ཞབས་རྗེས་ཤིག་འཚོལ་འདོད་མོད། སུ་ཞིག་གིས་ཀྱང་ཁྱོད་ལྕགས་པོ་རིའི་སྟེང་ལ་འགོ་རུ་འཇུག་མི་སྲིད། དེ་ནི་དམག་གིས་བྱུང་ཡོད་ཟེར། ཉི་མ་ནུབ་ལ་ཉེ། ང་ཐང་ཆད་པའི་ངང་པོ་ཏཱ་ལའི་ཐང་ཆེན་བརྒྱུད་ནས་བར་སྐོར་ཕྱོགས་སུ་འགྲོ་བཞིན་ཡོད། ངའི་སྣང་བ་ཞིག་ལ་ལྕགས་པོ་རིའི་ལྕགས་ཀྱི་རྐང་གསུམ་དེ་དབུ་ལ་ཁུར་ནས་དལ་ལྕགས་སྒེར་ལྔ་ལ་གཟིགས་ཡོད་པའི་སྣང་བ་བྱུང། ལྕགས་ཀྱི་རྐང་གསུམ་དེ་ནི་སུ་ཞིག་གི་ལྕགས་ཀྱི་སྡེར་མོའི་དབུ་ལ་བཅིངས་པ་འདྲ་བྱུང།